དང། ཕུར་པ་ངོ་མ་དེ། ད་ལྟ་ང་ཚོ་ཕུར་པ་ཟེར་བའི་སྐབས་སུ། རྫས་དེ་རྒྱུའམ་རྫས་ལྕགས་ལས་བཟོས་པ་ཤིང་ལས་བཟོས་པ། ལ་སོགས་པ་རེད་ཕུར་པ་དེ་ལ་ང་ཚོ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཕུར་པ་དེ། ཚད་མ་རྫས་ཀྱི་ཕུར་པ་རེད་མ་གཏོགས་དོན་གྱི་ཕུར་པ་མ་རེད། དང། དངོས་གནས་ཀྱི་དོན་དམ་པའི་ཕུར་པ་དེ་ལ་མཚན་ཉིད་གཅིག་མཚན་ཉིད་གསུམ་ཚང་དགོས་ཀྱི་ཡོད་རེད། དང་པོ་དེ། རིག་པ་ཀ་དག་གིས་ཕུར་པ། རིག་པ་ཀ་ནས་དག་པ་སེམས་ཀྱི་གཤིས། ང་རང་ཚོས་སེམས་ཀྱི་སེམས། སེམས་དང་སེམས་ཀྱི་གཤིས་ཟེར་སོ་སོ་ཆེ། ད་དེ་རྫོགས་པ་ཆེན་པོའི་སྐབས་སུ་ལ་སེམས་རིག་དབྱེ་བ་ཕྱེ་བའི་སྐབས་ཀྱི་གེགས་ཆ་རེད། རྫོགས་ཆེན་སེམས་ཕྱོགས་ཀྱི་སྐབས་ལ། ད་སེམས་རིག་ཕྱེ་ཡོན་དུ་སེམས་ཟེར་ཡ་དེ། མ་དག་པའི་འཁྲུལ་སྣང་སྣ་ཚོགས་མཐོང་བའམ། འཛིན་པའི་གི་བློ་དེ། སེམས་བྱེད། དང། དེ། མིག་གི་རྣམ་པར་ཤེས་པ། རྣ་བའི་རྣམ་པར་ཤེས་པ་ལ་སོགས་པའི་གི་འཇུག་ཤེས་དྲུག་གིས་ཡུལ་ལ་དབྱིངས་ནས་ཀུན་རྟོག་གི་མཚན་མའི་དབྱིངས་ཡོངས་འདུ་བཟང་མཛེས་པ་མི་མཛེས་པ། སྒྲ་སྙན་པ་མི་སྙན་པ་ལ་སོགས་པའི་གི་དབྱེ་བ་ཕྱེ། དེ་ལ་བརྟེན་ནས་དེ་ལ་བློ་དེ་ལ་འཁྲུལ་པའི་བློའམ་འཁྲུལ་པའི་སེམས་ལ་མིང་བཏགས། དང། རིག་པ་ཨ་གསལ་ཡོང་དུས་གཤིས་ལས་གོ་བ་རེད་གཤིས་ཟེར་བའི་སྐབས་སུ་འཇུག་ཤེས་ཀྱི་ཚོགས་དྲུག་པོ་དེས་ཚད་མའི་ཡུལ་ལ་གཡེང་བ་ལས་ལྡོག་ནས་ནང་དུ་ཀུན་ཏུ་རང་རིག་པའི་ཡེ་ཤེས་ཀྱི་ངོ་ལ་མཉམ་པར་བཞག་ལ་དེ་ཁོ་ན་ཉིད་ཀྱི་ངང་ལ་གནས་པའི་སྐབས་ཀྱི་བློ་དེ་རིག་པ་ཨ་ཚད་མས་ནམ་ཡང་གོས་མ་མྱོང་བ། ཁྲོ་ཁྲོ་སེ་ཡ་དེ་བློ་ཡི་བར་བཏགས་པ་རེད། གནས་སྐབས་ཤིག་ལ། ངོ་བོ་གཤིས་ལ་གཞི་ཡོད་མ་རེད་ངོ་བོ་གཤིས་ལ་ལམ་ཡོད་མ་རེད་ངོ་བོ་གཤིས་ལ་འབྲས་བུ་ཡོད་མ་རེད། གཞི་དང་ལམ་དང་འབྲས་བུ་ཟེར་བ་དེ་འགྲོས་ཚུལ་གྱི་ཐོག་ནས་བཤད་ཀྱི་ཡོད་པ་རེད་མ་གཏོགས་གཤིས་ཁོ་རང་དེ་གཞི་ལམ་འབྲས་གསུམ་སོ་སོ་ཆེ་ཡ་མེད་པ་རེད། དེ་ལ་བརྟེན་ནས་གཞི་རྒྱུད་ཀུན་ཏུ་བཟང་པོ། ལམ་རྒྱུད་ཀུན་ཏུ་བཟང་པོ། འབྲས་རྒྱུད་ཀུན་ཏུ་བཟང་པོ་ཟེར་ནས་རྒྱུད་རྒྱུད་རྒྱུད་ཟེར་ཐག་ཆེན་བཏགས་ཡོང་དུས། གཞི་ལ་དབྱེ་བ་ཕྱེ་ཡ་མེད་པ་ལ་བརྟེན་ནས་རྒྱུད་ཐག་ཆེན་བཏགས་ཀྱི་ཡོད། ད་ལྟའི་བཤད་པ་སྐད་ཅིག་མ་འདི་ནས་མགོ་བཙུགས་ནས་རྣམ་མཁྱེན་མངོན་དུ་མ་བྱས་ཀྱི་བར་དུ་ལ་ཤེས་པའི་རྒྱུད་དེ། ཤེས་པའི་རྒྱུད་ཀྱི་ནང་ལ་འཁྲུལ་དང་མ་འཁྲུལ་དག་དང་མ་དག་རྟོག་དང་མ་རྟོག་གི་དབྱེ་བ་མེད་པ་ཡིན་དུས་དེ་ལ་བརྟེན་ནས། གཞི་བཅུའི་ཀུན་བཟང་ལམ་བཅུའི་ཀུན་བཟང་འབྲས་བཅུའི་ཀུན་བཟང་ཟེར་ཚང་མ་ལ་ཡང་ཀུན་བཟང་ཟེར་རྒྱག་དགོས་ཡ་དེ་ཡེ་ནས་གོ་མ་མྱོང་བ་རེད་དེ་ཡི་ངོ་བོ་དེ་གང་ཡིན་ཞེ་ན་རིག་པ་ཀ་དག་དེ་རེད། འོ་དེ་རིག་པ་ཀ་དག་གི་ཕུར་པ་ཟེར་ཕུར་པ་ངོ་མ་དེ་དེ་ལ་གོ་གི་ཡོད་རེད། རིག་པ་ཀ་དག་གིས་བོར་བ། དེ་ནས་དེ་ཡི་ཀློང་ནས་སམ་དེ་ཡི་དབྱིངས་ལས་ག་རེ་ཤར་བ་རེད་ཟེར་ན། དེ་ནི་བདེ་ཆེན་ཐིག་ལེ་ཀྱིས་བོར་བ། བདེ་བ་ཆེན་པོ་དང་དབང་ལས་སྐྱེས་པའི་ཡེ་ཤེས་ལས་རེད། དབང་ལས་སྐྱེས་པའི་གི་ཡེ་ཤེས་ངོ་འཕྲོད་པའི་སྐབས་སུ། དབང་ལས་སྐྱེས་པའི་ཡེ་ཤེས་ལྷག་པར་དུ་དབང་བཞི་པ། དབང་བཞི་པ་དེ་དབང་གོང་མ་གསུམ་གྱི་སྔོན་དུ་སོང་ནས་དེ་ལས་སྐྱེས་པའི་གེགས། གནས་ལུགས་སམ་ཡིན་ལུགས་དེ་ངོ་སྤྲོད་དེ་དབང་བཞི་པ་ལ་སླེབས་ཀྱི་ཡོད་རེད། བཞི་པའི་གེགས་ནང་ལོགས་ལ་བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ངོ་སྤྲོད་ཀྱི་ཡོད་རེད་འོ་དེ་བདེ་བ་ཆེན་པོའི་ཕུར་པ། དེ་བཞིན་ཐིག་ལེ་ཕུར་པ། དེ་གཉིས་དབྱེར་མི་ཕྱེད་པ་དེ་ལ་དབྱིངས་རིག་དབྱེར་མེད་ཟེར་བ་རེད། དབྱིངས་དང་རིག་པ་དབྱེར་མེད་པ་དབྱིངས་ཟེར་བ་ཀྱི་སྤྱིར་སྟོང་ཉིད་ལ་གོ་བའི་སྐབས་ཅིག་རྫོགས་པ་ཆེན་པོ་འདི་འདྲ་ཡི་སྐབས་སོགས་ལ་དབང་དོན་གྱི་ཡེ་ཤེས་དང་འབྲེལ་བའི་སྐབས་ཀྱི་སྐད་ཆ་བཤད་ཡོང་དུས་དབྱིངས་ལས་ག་བ་གོ་གི་ཡོད་རེད་ཟེར་ན་བདེ་བ་ཆེན་པོ་ལ་གོ་གི་ཡོད་རེད་དབྱིངས་བདེ་བ་ཆེན་པོ་རིག་པ་ཀ་དག་ལ་གོ་གི་ཡོད་པ་ཡིན་དུས་བདེ་སྟོང་གཉིས་སུ་མེད་པ་ཟེར་ཡ་དེ་ཐུན་མོང་གི་སྔགས་ཀྱི་ཐེག་པའི་སྐབས་ནས་བཤད་པའི་བདེ་སྟོང་ཡེ་མེད་དེ། ད་ལྟ་འདི་ནས་བཤད་པའི་རྫོགས་པ་ཆེན་པོའི་སྐབས་སུ་དབྱིངས་ཟེར་བ་དེ་བདེ་བ་ཆེན་པོའི་ཐིག་ལེ་ལ་གོ། རིག་ཟེར་བའི་སྐབས་སོགས་ལ་ཀ་དག་སྤྲོས་བྲལ་ལ་གོ་བ་དེ་གཉིས་དབྱེར་མི་ཕྱེད་པ་དེ་ལ་དབྱིངས་རིག་དབྱེར་མེད་ཀྱི་ཀ་དག་གི་རིག་དབྱིངས་རིག་དབྱེར་མེད་ཀྱི་ཕུར་པ། དེའི་ཐོག་ནས་དེ་འབྲེལ་གྱི་རྟོགས་པ་མངོན་དུ་གྱུར་ཡོང་དུས། དེ་འདྲ་བའི་རྟོག་པ་མངོན་དུ་གྱུར་པའམ་དེ་ལྟ་བུའི་རྟོག་པ་ལ་སློང་དུ་གྱུར་པའང་དབང་ཐོབ་ཡོང་དུས་དེའི་ལྟར་མ་རྟོགས་པས། དེ་ལྟར་རིགས་པ་ཀ་དག་གིས་ཕུར་པ་མ་རྟོགས་པ། བདེ་ཆེན་ཐིག་ལེ་ཀྱི་ཕུར་པ་མ་རྟོགས་པས་ཀྱི་འགྲོ་བ་རྣམས་ལ། ངམ་ངམ་ཤུག་ཤུག་གི་ཚད་མེད་པས་ཀྱི་སྙིང་རྗེ་ངམ་ངམ་ཤུག་ཤུག་གིས་སྐྱེ་བ་ཡིན་དུས་དེ་ལ་ཚད་མེད་སྙིང་རྗེའི་ཕུར་པ། འོ་དེ་དུ་བ། རིག་པ་ཀ་དག་གི་ཕུར་པ། རིག་པ་ཀ་དག་གི་ཕུར་པ་གི། སྟོབས་ཀྱིས་རིག་པའི་ཀ་དག་གི་ཕུར་པའི་སྟོབས་ཀྱིས་བདེ་ཆེན་ཐིག་ལེ་གི་ཕུར་པ་འདྲེན་དེ་ཉིད་དབྱེར་མ་ཕྱེད་པའི་གི་སྟོབས་ཀྱིས། འོ། དེ་ལྟར་མ་ཐོབ་པའི་འགྲོ་བ་རྣམས་ལ། འོ། ཚད་མེད་པའི་གི་སྙིང་རྗེ་སྐྱེ་བ། ཚད་མེད་པའི་གི་སྙིང་རྗེ་འདྲེན་ཡོང་དུས་སྙིང་རྗེ་འདྲེན་ཡང་དེ་དགག་བྱ་སྙིང་རྗེ་ཟེར་བ་མ་ཡིན་པ། སྙིང་རྗེ་ལས་སྟོབས་ཆེ་པོ་ཞིག་དགོས་ཀྱི་རེད། སྙིང་རྗེའི་སྟོབས་ཆེ་བ་དེས་ནང་དོན་གྱི། ནང་དོན་གྱི་རྟོགས་པ་ཕུན་ཚོགས་ཅིག་ལ་ཡང་སྦྱར་དགོས་ཀྱི་ཡོད་རེད། ནང་དོན་གྱི་རྟོགས་པ་ཕུན་ཚོགས་དེ་དེ་ཡི་སྔོན་དུ། བདེ་ཆེན་ཐིག་ལེའི་ཕུར་པ་དང་རིག་པ་ཀ་དག་གི་ཕུར་པ་གཉིས་མངོན་དུ་གྱུར་ནས་ཉམས་སུ་མྱོང་ནས་རྟོགས་པ་མངོན་དུ་གྱུར་ཡོང་དུས་རྟོགས་པའི་རྒྱུད་གྲོགས་ལ་ཡོང་དུས་དེའི་སྟོབས་ཀྱིས་དེ་ལྟར་མ་རྟོགས་པའི་འགྲོ་བ་རྣམས་ལ་ངང་ངམ་ཤུགས་ཤུགས་ཀྱིས་འབད་རྩོལ་མེད་པར། རྩོལ་བ་ལ་ལྟོས་པའི་དགོས་པ་འབད་པ་ལ་ལྟོས་ངང་སྔར་མ་ཤུགས་ཆུ་གི་སྙིང་རྗེ་གཅིག་གིས་ཡོད་པ་ཡིན་དུས་དེ་ལ་ཚད་མའི་སྙིང་རྗེའི་ཕུར་པ། དེ་ལྟ་བུའི་གེ་ལྟ་རིག་པ་ཀ་དག་གི་ཕུར་པ། བདེ་ཆེན་ཐིག་ལེའི་ཕུར་པ། ཚད་མའི་སྙིང་རྗེའི་ཕུར་པ་གསུམ་འདི་དབྱེར་མི་ཕྱེད་པར་ཉམས་སུ་གླན་ཡོང་དུས་ཚད་མ་རྫས་ཀྱི་ཕུར་པ་དང་མདུན་ལ་བཞག་ན་རེད་སོ་སོ་གི་ཨོམ་བྲག་ནང་ལ་བཅུག་ན་རེད་སྔས་ལ་བཞག་ན་རེད་ག་བ་བཞག་པ་ཡིན་ན་ཡང་དངོས་གྲུབ་ཀྱི་སྟོབས་དང་ནུས་པ་དེ་ཐོབ་ཀྱི་ཡོད་པ་རེད་དེ་མེད་ན་གསེར་ལས་བཟོས་ན་འདྲ་དངུལ་ལས་བཟོས་ན་འདྲ་ལྕགས་ལས་བཟོས་ན་འདྲ་ཆེན་པོ་བཟོས་ན་འདྲ་ཆུང་ཆུང་བཟོས་པ་ཡིན་ན་ཅིག་སོ་སོ་གི་དེ་རྒྱུ་དང་ནོར། རྫས་གཅིག་གི་བསམ་བློ་བྱེད་མ་གཏོགས་དེ་ལ་ནུས་པ་ཡོང་གི་མི་འདུག་ག་སྐྱེས་པ་ལ་བཏགས་ན་ཡང་རེད་འོངས་པ་ལ་བཅུག་ན་བཅུག་ནུས་པ་ཆེ་དྲགས་ཡོད་མ་རེད་དེ་འདྲ་ཡོད་དུས་ད་ཚེ་མ་རྫས་ཀྱི་ཕུར་པ་གང་འདྲ་འདི་ན་ཡོད་བསྡད་པའི་གི་ཚོད་མ་མཛད་ཀྱི་ཕུར་པ་འདི་ལ། སྟོབས་དང་ནུས་པ་བྱིན་རླབས་ཨེ་ཡོད། ཡོད་དེ་གང་གིས་བཟོས་ན་སྟོབས་དང་ནུས་པ་བྱིན་རླབས་དེ་གང་གིས་བསྐྱེད་ན། ད་ལྟ་གོང་དུ་བཤད་ཟིན་པའི་ཀ་དག་གི་ཕུར་པ། བདེ་ཆེན་ཐིག་ལེའི་ཕུར་པ། དེ་ནས་ཚད་མའི་སྙིང་རྗེའི་ཕུར་པ་གསུམ་མངོན་དུ་གྱུར་པས་དེ་འབྲེལ་གྱི་རྣལ་འབྱོར་པའི་ཀྱི་བློ་ཡི་སྟོབས་ཀྱིས། རྫས་ཀྱིས་ཕུར་པའམ་མཚན་མ་རྫས་ལྟ་འདི་མཚན་མ་རྫས་ཀྱིས་ཕུར་བ་ཟེར། མཚན་མ་རྫས་ཀྱིས་ཕུར་པ་ལ་བྱིན་གྱིས་བརླབ་པའམ་སྟོབས་དང་ནུས་པ་དེ་ཞུགས་ཡོང་དུས་རྣལ་འབྱོར་པའི་བློ་ཡི་སྟོབས་ཀྱིས་རེད་ད། རྣལ་འབྱོར་པའི་བློ་ཡི་སྟོབས་ཀྱིས། བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་རྩལ་ལམ་ནུས་པ་དེ་ཡི་སྟོབས་ཀྱིས་ནི་མཚན་མ་རྫས་ཀྱིས་ཕུར་བ་ལ་བྱིན་གྱིས་བརླབས་ཡོང་དུས་དེ་ལྟ་བུ་དེ། ཕུར་བ་དེ་ནི་སོ་སོའི་རྒྱུད་ལ་བསྐྱངས་ཡོང་དུས། གཞན་ཚར་གཅོད་ཐུབ་པ། ཚར་གཅོད་ནས་ཀྱང་རྗེས་སུ་འཛིན་ཐུབ་པ། རྣམ་གྲོལ་གྱི་ལམ་ལ་བཀོད་ཐུབ་པའི་ནུས་པ་དེ་ཡོང་གི་འདུག་བ། དེ་ལ་བརྟེན་ནས་ད་ལྟ་ཕུར་པ་དེ་ཚོའི་ནང་ལ་ཡང་དམ་ཚིག་ཆེན་པོའི་དུས་ལ་བབས་ཕྲིན་ལས་ཚིག་དེ་གླེགས་བམ་ཁ་སང་མང་པོ་གླེགས་པ་ཡིན་པ་ང་ཚོས་ཕུར་པ་ཕུར་སྐོར་བྱས་པ་ཡིན་པ། དམ་ཚིག་ཆེན་པོའི་དུས་ལ་བབས་ཟེར། དམ་ཚིག་ཆེན་པོའི་དུས་ལ་བབས་ཡག་དེ་དམ་ཚིག་ལ་ཆེ་ཆུང་གཉིས་ཀྱི་སྐད་དེ་བཤད་ཀྱི་ཡོད་པ་རེད། དམ་ཚིག་ཆེན་པོ་ཟེར་ཡག་དེ་ད་ལྟ་གོང་དུ་བཤད་ཚར་བའི་རིག་པ་ཀ་དག་དང་བདེ་ཆེན་ཐིག་ལེ་དང་སེམས། མཚན་མའི་སྙིང་ཐིག་གི་ཕུར་པ་གསུམ་གཅིག་ཏུ་འདྲེས་པའི་རྟོག་པ་མངོན་དུ་འཕྱུར་ཡོང་དུས་དེ་ལྟ་བུ་རྒྱུད་ལྡན་གྱི་གང་ཟག་དེ་འདྲ་གི་རྟོག་པ་རྒྱུད་ལྡན་གྱི་གང་ཟག་དེ་ནི་དམ་ཚིག་ཆེན་པོ་མཐར་ཕྱིན་པ་རེད། དམ་ཚིག་ཆེན་པོ་མཐར་ཕྱིན་ཡོང་པའི་སྐབས་སུ་དེ་འདྲ་བའི་གི་རྣལ་འབྱོར་པ་དེས་མཚན་མ་རྫས་ཀྱི་ཕུར་པ་དེ་མ་སྦྱངས་ན་ཉེས་པ་ཡོད་པ་རེད། རྫས་དང་འདྲ་ལ་མི་རུང་བ་ཡིན་པ་རེད། ཚེར་མ་རྫས་ངེས་པར་དུ་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་སྲུང་བ། བཟློག་པ། བསད་པ་སོགས་ཁ་ཚང་ཡོང་གི་འདུག་བ་ཀླད་ལ་བསྐོར་བ་གསུམ་དེ་ང་ཚོ་ཁུངས་ཆོད་མ་ཆོད་བྱས་སོང་བ་ཀླད་ལ་བསྐོར་བ་བྱས་གལ་ནི་སྐེད་པ་ལ་བསྐོར་ཡ་བྱས་ད་ཚམ་ངམ་བྱས་ལ་སོགས་པ་དེ་ཚོ་དེ་ཁུངས་ཆོད་ལ་མ་ཆོད་ལ་ཅིག་ཅིག་གོ་རིམ་མཚམས་མཚམས་ནོར་ཤོར་དེ་འདྲ་ཡོང་གི་འདུག་བ་ཨོ་དེ་དཀའ་ངལ་དེ་དེ་ནས་ཡོང་བསྡད་ཀྱི་ཡོད་བ་རེད་དེ་འདྲ་ཡིན་དུས་དེ་ཚོ་གོ་རིམ་དེ་ཚོ་ང་ཚོ་གི་སྤྱི་ཐང་ཚང་མིག་གི་སྔགས་ཀྱི་ཉམས་ལེན་པ་ཚོ་གི་མཆན། ན་ཞེ་ད་གས་ཆེན་པོ་རེད་ལྷག་པར་དུ་ད་ཕུར་པ་དེ་འཕྲིན་ལན་དེ་བསམ་གྱིས་མི་ཁྱབ་པ་རེད་ག་ས་ག་ལ་ཡག་ཇི་དགའི་ཟངས་ཐིག་ཕུར་པ་འདོན་མཁན་དང་རེ་གླིང་ཕུར་པ་འདོན་གི་ཡོད་ས་དྲོ་ཟབ་དོན་ཕུར་པ་འདོན་གི་ཡོད་ས་ཨ་ཉང་གི་ཕུར་པ་འདོན་གི་ཡོད་ས་ཁོན་གི་ཕུར་པ་འདོན་གི་ཡོད་ས་ནས་མང་པོ་ཅིག་ཡོད་རོགས་ཕུར་པ་ལ་དེ་ཡིན་ན་ཡང་རྣམ་དག་གི་ཡོན་ཏན་དང་ཁུངས་ཐུབ་པའི་གའི་ཡོན་ཏན་དེ་མ་ཤེས་ན་སེམས་ཉིད་དེ་མ་ཤེས་ན་དེ་ག་ཚོད་ཕུར་པ་ཅིག་བསྐྱངས་བསྡད་པས་ཕུར་པ་རང་མཚན་པ་ཅིག་ལ་དམིགས། དགོས་རྒྱུ་དང་རྟོགས་དགོས་རྒྱུ་དེ་ད་ལྟ་གོང་དུ་བཤད་ཟིན་གྱི་ཡོད་ན་དེ་དག་ཐམས་ཅད་དེ་གི་མཚན་ཉིད་དང་ངོ་བོ་རང་བཞིན་ཟུར་ཙམ་གྱིས་རྟོགས་མ་ཐུབ་ན། ནི་རང་ལ་ཕན་པ་ཡོང་གི་མ་རེད་གཞན་ལ་ཕན་པ་ཡོང་གི་མ་རེད་རང་གཞན་གཉིས་ཀ་ལ་ཕན་པ་ཡོང་ཡང་ལ་ནང་དོན་དེ་རྟོགས་དགོས་ཀྱི་ཡོད་རེད་དེ་འདྲ་ཡོང་དུས་ང་ཚོ་ཅིག་དམ་ཚིག་ཆེན་པོའི་དུས་ལ་བབ་ཕུར་བུ་བགྲོད་པའི་དུས་ལ་བབ་ས་ཤེས་ཡོང་དུས་ཅིག་བསད་ཡག་ཅིག་དང་སྒྲོག་ཡག་ཅིག་མེད་འགྲོ་བསམ་ས་འདྲ་བ་ཡོང་པ་ཡིན་ན་དེ་མི་རུང་བ་རེད་བ། འོ་དེ་འདྲ་ཡོང་དུས་གཞན་ཅིག་གི་སྲུང་བཟློག་སེར་གསུམ་བྱས་ཡོང་དུས་གཞན་ཚར་གཅོད་ཐུབ་པ་ཅིག་གི་ནུས་པ་དགོས་ཀྱི་འདུག་ཚར་སྐྱེས་པ་ཙམ་ཞིག་ཕན་གྱི་མི་འདུག་དེའི་རྗེས་སུ་འཛིན་མཐུ་ཡག་ཞིག་དགོས་ཀྱི་འདུག་ཨ། དེ་མ་གཏོགས་ཚར་སྐྱེས་པ་ཙམ་ཞིག་གི་སྐད་ཆ་མ་རེད་ཚར་གཅོད་པ་རྗེས་སུ་འཛིན་པ་རྣམ་དག་གི་ལམ་ལ་བཀོད་ཐུབ་པའི་གི་ནུས་པ་སྲུང་དགོས་ཀྱི་ཡོད་རེད་དེ་ལ་བརྟེན་ནས་ང་ཚོས་སྔགས་དེ་ཤེས་པ་ལམ་འབྱེད་ཡིན་ཟེར་ཡག་དེ་དེ་རེད་བ། སྤངས་པ་ལམ་བྱེད། སྒྱུར་བ་ལམ་བྱེད། ཐེག་པ་འོག་མ་དེ་སྤང་བ་ལམ་བྱེད། ཐེག་པ་ཆེན་པོ་དེ་སྒྱུར་བ་ལམ་བྱེད། གསང་སྔགས་བླ་མེད་དེ་ཤེས་པ་ལམ་བྱེད་ལམ་བྱེད་གསུམ་ཟེར་རྒྱུད་ཀྱི་ནང་འོག་ལ་ཡང་སྤང་བ་ལམ་བྱེད་སྒྱུར་བ་ལམ་བྱེད་ཤེས་པ་ལམ་བྱེད་ཤེས་པ་ལམ་བྱེད་ཟེར་ཡ་དེ་དེ་ནས་ཡོང་གི་ཡོད་རེད། རྒྱུད་ཀྱི་བཤད་དགོས་ཀྱི་འདུག་བ་རྒྱུད་བཤད་ཡ་ལ། ངོ་བོ་ཀ་དག་སྤྲོས་བྲལ་གྱི་གནས་སུ་བཤད་དགོས་ཀྱི་འདུག། ད་ག་ན་གཞན་གྱི་བདེ་བ་ཆེན་པོ་ཐིག་ལེ་གྱི་ཡེ་ཤེས་དེ་ཤེས་དགོས་ཀྱི་འདུག་དེ་གཉིས་ཟུང་དུ་འཇུག་པའི་ཚེ་མེད་པའི་སྙིང་རྗེ་ཡི་ཡོན་ཏན་ཤེས་དགོས་ཀྱི་འདུག་དེ་ལྟར་ཤེས་པས་རྟེན་དང་བརྟེན་པའི་གྱི་དཀྱིལ་འཁོར་སྣང་བ་ལ་ཡང་དེ་ནས་ཅིག། བུམ་པ་ཡིན་ན་རེད་གཏོར་མ་ཡིན་ན་རེད་ཕུར་པ་ཡིན་ན་རེད་དཔེར་ན་མདའ་རུ་དང་དྲིལ་བུ་རྡོ་རྗེའི་ཚུལ་འཆོས་ནས་བྱས་ན་ཡང་ཅིག་ནུས་པ་ཞིག་སླེབས་དགོས་ཀྱི་འདུག་ཨ། ནུས་པ་སླེབས་དགོས་ཡོད་རེད་ནུས་པ་དེ་ག་རེ་ལེགས་པར་ཟེར་ན་རང་གི་རྒྱུད་འཕྲོག་ཐུབ་པ་ཅིག་དང་དེའི་སྟོབས་ཀྱིས་གཞན་ལ་ཕན་པ་ཅིག་ཡོང་གི་ཡོད་རེད་དེ་ལྟར་མེད་ན། གཅིག་ང་ཚོ་མདའ་རུས་ཁྲི་བོ་སི་ཏུ་སྐོར་ས་ཡག་གི་སྐྱ་ལ་སོགས་ལ་ཅིག་མཐོང་བསྡད་འདུག་ཨ། མདའ་རུས་ཁྲི་བོ་བཙོང་ཡག་ཅིག་ལ་འགྲོ་འདི་ཁར་ཆེན་ས་ས་གཉིས་གྲོང་ཆོག་ཅིག་འགྲོ་དགོས་ཀྱི་ཡོད་ཨ། མདའ་རུས་མི་འདུག་ད་མདའ་རུས་ཉོས་ཡིན། དེ་མདའ་རུས་དེ་ཡང་གོང་ཆེ་ཡག་ཅིག་ཉོས་པ་ཡིན་ན་སྦྱིན་བདག་མིག་ཙིག་ཙིག་ཅིག་བྱས་ན་བལྟས་ཚེ་ཅིག་འདྲ་ཆགས་པོ་འཐུང་གི་འདུག་ཤིང་གི་འདར་རུས་སྤྲད་པ་ཡིན་ན་ནི་དཔེ་ཆ་ཞེ་དྲག་རག་གི་མི་འདུག་བ་སོའི་འདར་རུས་ཞིག་ཁྱི་ནས་འགྲོ་བ་ཡིན་ན་ཅིག་འདྲ་ཆགས་པོ་ཅིག་མི་གིས་མཐོང་ཡང་ཅིག་དེས་སླེབས་བསྡད་པ་འདྲ་བོ་ད་དེ་འདྲས་ཀྱི་བསམ་བློ་འབུ་སུ་དོག་པོ་དེ་དེ་ནས་ཡོང་བསྡད་ཀྱི་ཡོད་རེད་དེ་འདྲས་ཀྱི་འབུ་སུ་དོག་པོ་དེ་མ་ཡོང་བའི་ཐབས་ལ་རེད་འདུག་བ་བླ་མ་གོང་མ་ཚོ་གིས་དཀའ་ལས་མང་པོ་ཞིག་བརྒྱབ། བསྟན་བཅོས་རྩོམ་ས་ལ་རྩོམ་བསྒྱུར་ས་ལ་བསྒྱུར་བཏུས་ས་ལ་ཚུད་བཏུས། སྔོན་དུ་བསྐོལ་ས་ལ་བསྐོལ་བཀྲལ་ས་ལ་བཀྲལ། སྦས་དགོས་ས་སུ་ཚུར་བྲིས་ཏེ་ཕག་སྦས་པ་དེ་ཚོ་དེ་ཚོ་གོ་རྒྱུ་ཡོད་པ་བྱས་ནས་སྦས་པ་ཚོ་རྩ་མདོར་བཏོན་དེ་འདྲའི་སྐད་ཅིག་གི་ཐབས་ལམ་མང་པོ་གནང་བཞག་པ་དེ་ང་ཚོ་གི་ཅིག་ཚེ་གཅིག་ལ་བྲོ་བ་ཐོབ་ཡག་ལྷག་པར་དུ་རང་དང་གཞན་མང་པོ་ཅིག་ལ་ཡང་ཕན་ཐོག་ཆེན་པོ་ཡོང་ཡག་ཆེ་རེ་མ་གཏོགས་ཐུན་མོང་གི་ཚེ་རིང་པོ་ཡོང་ཡག་ནད་མེད་པ་ཡོང་ཡག་དཔལ་འབྱོར་ཐོབ་ཡག་ཅིག་གི་དོན་དག་དེ་མ་རེད་བ་འོ་དེ་འདྲ་ཡིན་པ་ཡིན་དུས་རྒྱུད་ཀྱི་དགོངས་པ་དེ་རྒྱུད་གོང་འོག་སྤྱི་དང་རྒྱུད་སྡེ་འོག་མ་གི་དམ་ཚིག་དག་ཡག་ཅིག་གི་ལམ་གྱི་རིམ་པ་ག་འདྲ་ཞིག་འདུག། དེ་ལས་ཡང་ཡང་འགྲོ་ཡོང་དུས་རྒྱུད་གོང་མའི་སྐབས་དང་འགྲོ་སྟངས་གང་རུང་བྱེད། ཨོ་དེ་ཚོ་འགྲིག་གི། རིམ་པ་དེ་ཚོ་ལྷག་པར་དུ་ད་ལྟ་འདིའི་སྐབས་སུ་ད། གནས་ཚུལ་དེ་ཚོ་འགྲིག་སྟེ་ཆེས་རག་གལ་ཆེན་པོ་རེད་ཕུར་པ་དེ་ཚང་མས་ཀྱིས་གསུང་གི་ཡོད་རེད་འདོན་གྱི་ཡོད་རེད་ང་ཚོ་སྒྲུབ་པ་ཚོགས་ཀྱི་ཡོད་རེད་རེད་འདུག་ག་ཉམས་ལེན་བྱེད་ཀྱི་ཡོད་རེད་མཐུན་བསྐྱེད་ཀྱི་ཡོད་རེད་ཁ་ཚོན་འདོན་གྱི་ཡོད་རེད། ཡིན་ན་ཡང་འདི་འདྲི་གའི་གནས་ཚུལ་ཅིག་ཤེས་ཡ་དེ་གལ་ཆེན་པོ་རེད་ད་ད་ལྟ་ངས་དེ་ག། མ། ཞོག་ལ་བཤད་བསྡད་པ་ལྟ་བུ་མ་ཡིན་པ་སྐབས་བབ་ཀྱིས་བརྗོད་བྱ་འཁོར་ཡང་བདེ་ཆེན་འགྲོ་ཀུན་འདུ་བ་སྐལ་ལྡན་རིགས་ཀྱི་བུ་ཚ་རྣམས་ལ་དབང་གི་རིགས་ལྔ་གང་བསྐུར་བ་ཐབས་དང་ཤེས་རབ་ཡང་དག་འདྲེས་པའི་ལ་རང་བྱུང་ཡེ་ཤེས་དོན་གྱི་དབང་ཕྱུག་ལ་བསྐུར་བྱ་སྐུ་རྗེས་གཉིས་མེད་ཡེ་ཤེས་འཕྲོ་ཐམས་ཅད་མཉམ་རྫོགས་ཕྱོགས་བཅུ་བློ་ལས་འདས་ཡེ་ནས་འཕོ་འགྱུར་མེད་པ་རྡོ་རྗེ་ལ་འདྲེ་ཀུན་གཞོམ་ཤེས་མེད་ངང་གཞོན་ནུའི་ཚུལ་ཕུར་ནས་ཆོས་དབྱིངས་ཁྱབ་བདལ་ཕུར་རུ་དཔའ། ཕུར་རུ་སའི་སྲིད་དེ་གར་ཟེར་ན་ཆོས་ཀྱི་དབྱིངས་ཁྱབ་བདལ་ཆེན་པོ་རེད། འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་ལ་བཟང་ངན་མེད་པ། བདེ་སྡུག་མེད་པ། དབྱེ་བ་མེད་པར་མཐོང་ནས་འཁོར་འདས་ཀྱི་ཆོས་ཐམས་ཅད་ལ་ཡང་ཆོས་ཉིད་མཉམ་པ་ཆེན་པོ་གྱིས་བརྡལ་བའམ་ཁྱབ་བརྡལ་ཆེན་པོ་ཟེར་གྱི་འདུག་བ་བརྡལ་བ་ཆེན་པོ་ཟེར་གྱི་རེད་ད་པས་རྒྱུད་མང་ཆེ་བ་ནང་ལ་བརྡལ་བ་ཆེན་པོ། བརྡལ་བ་ཆེན་པོ་དེ་ལ་ཕུར་ཟེར་གྱི་རེད། པ་དེ་ག་རེ་ཟེར་བ་རང་བྱུང་གི་རིག་པ་རེད། རྣམ་པར་ཤེས་པ་ཚོགས་དྲུག་པོ་དེ་ཚུལ་བསྡུས་ནས་ནང་དུ་རང་རིག་པ་ཡེ་ཤེས་གཅིག་གི་ངོ་བོ་ལ་བཞག་ཡོང་བ་དེར་དུ་བ་སྐད་ཅིག་གཅིག་གི་བྱེ་བྲག་ཕྱེད་སྐད་ཅིག་གཅིག་གིས་རྫོགས་སངས་རྒྱས་ཟེར་ཡ་དང་འཇམ་པ་ཚིག་ཆུང་རྣམས་ལ་རྒྱུའི་སྒྱུ་འཕྲུལ་དྲ་བས་ན་གསུང་ཡ་དེ་དེ་རེད། དེ་འདྲ་ཡིན་དུས་དཔག་ནས་རང་བྱུང་རིག་པའི་ཡེ་ཤེས་དེ་ཡང་དག་དོན་གྱིས་འཕུར་བ་དེ་ཡིན་ནོ་ཟེར་དུས་ད་འདི་ནང་འདི་ད་ལྟ་གོང་དུ་བཤད་པ་འདི་གསུམ་ཚང་དུ་ཡོད་རེད། རིག་པ་ཀ་དག་གིས་འཕུར་བ། བདེ་ཆེན་ཐིག་ལེའི་འཕུར་བ། མཚན་མའི་སྙིང་ཏིག་བོར་བ། དེ་གསུམ་དེ། དབྱེར་མི་ཕྱེད་པར་ཉམས་སུ་བླངས་ན། དེ་ཡི་སྟོབས་ཏེ་དེ་ནས་མཚན་མ་རྫས་ཀྱི་ཕུར་པ་ལ་འཇུག་པས་ཕུར་པ་དེ་བརྐྱང་བ་ཙམ་ཞིག་གིས་ཐུན་མོང་གི་སྔོན་འགྲོ་ཐོབ་ཡ་མཆོག་གི་སྔོན་འགྲོ་ཐོབ་ཡ། ཕུར་པ་དེའི་རྒྱུད་ལ་རང་གི་ལུས་ལ་བརྐྱངས་པ་ཙམ་ཞིག་གིས་ནད་དང་གནོད་པ་བར་ཆད་བཀྲ་མི་ཤིས་པའི་གི་མཚན་ལྡན་ངན་པ་ཐམས་ཅད་ཞི་ཐུག་གི་རེད་ཟེར་ཡ་ནུས་པ་དེ་དེ་ནས་ཡོང་བ་མ་གཏོགས་སྔགས་མང་པོ་ཅིག་བསགས་མེ་བཙའ་ཀི་ལི་ཀི་ལི་ཡ་གྲངས་ཀ་མང་པོ་ཅིག་བསགས་བསྡད་པ་ཙམ་ཞིག་གིས་ཡོང་གི་མི་འདུག་བ། འོ་དེ་འདྲ་ཡིན་དུས་དུས་ཚོད་ཐུང་ཐུང་གཅིག་གི་ནང་ལོགས་ལ་ཡང་ཉམས་ལེན་དེ་སྟོབས་ཆེན་པོ་གཅིག་དང་རླབས་ཆེན་པོ་གཅིག་ཡོང་དགོས་ཀྱི་ཡོད་ན། དེ་ནས་ཤེས་པའི་གས་གཞུང་གི་གོ་བ་དེ་ང་ཚོས་མ་ཤེས་པའང་མ་རེད་མ་མཁྱེན་པ་ཡང་མ་རེད་ཤེས་མི་ཐུབ་པ་ལ་ལ་གིས་ཤེས་ལ་ལ་གིས་མ་ཤེས་པ་མ་རེད་བ་ད་དོ་སྣང་སྤྲད་མ་རེད་ཟེར་བ་འདི་གང་ཟག་སོ་སོ་ལ་རག་ལས་ཀྱི་ཡོད་རེད་དོ་སྣང་ཞིག་སྤྲད་བཞིན་རེད་ད་འདི་གི་ཅིག་ཕན་པ་ཡོད་ས་རེད་དགོས་པ་ཡོད་ས་རེད་ནུས་པ་འདུག་ཡོད་རེད་ཟེར་གྱི་འདུག་ཡོད་པའི་སྐད་ཆ་ཞིག་འདུག་ད་ལྟ་ནུས་པ་འདུག་མི་འདུག་རྟགས་ཐོན་ཐུབ་པ་ཅིག་སོ་སོས་ཀྱི་སྒུག་གི་འདུག་བསམ་ནས་ཨ་ནེ་འབད་རྩོལ་བྱེད་ཀྱི་ཡིན། གུ་རུ་རིན་པོ་ཆེ་ཡང་གང་ཟག་གང་ཞིག་གིས་ཉམས་སུ་བླང་ཐུབ་ན་དེ་ལ་ཁོང་གིས་རྡོ་རྗེའི་ཐག་ཚད་ཡིན་ནམ་ཡང་ཀླུ་གུ་མན་གསུངས་འདུག་ཀླུ་གུ་མན་ཟེར་འདུག་མགོ་ཀོ་ཀོ་མན་གསུངས་བ་རེད་རྫུན་མེད་ཁོང་བདེན་པར་གསུངས་བ་ཡིན་རྡོ་རྗེ་གི་ཐག་ཚད་ཡིན་ཉམས་སུ་མ་བླངས་ན་གུ་རུ་རིན་པོ་ཆེ་སྙན་སྐོར་ལ་བཞག་ནས་ཉལ་བསྡད་ན་ཡང་སྐྱོབ་ཐུབ་ཀྱི་མ་རེད་གསུངས་བ་རེད་འདུག་འོ་དེ་འདྲ་ཡིན་དུས་རང་དང་དོན་གཅིག་འཕྲོད་པ་དེ་ཡིན་ནོ་ཐུགས་ཀར་རང་རིག་རང་བྱུང་སྲོག་དང་བཅས་ངོ་བོ་སྟོང་ཞིང་རང་བཞིན་གསལ་བ་ལ་ཐུགས་རྗེའི་རྩ་རྣམས་མ་འགགས་ཧཱུྃ་རང་བྱུང་དོན་གྱི་རྡོ་རྗེ་གཞོན་ནུ་ཡིན་ཡེ་གྲོལ་ཆེན་པོའི་ངང་དུ་ཧྲིག་གེ་བ་དང་རྡོ་རྗེ་ཕུར་པ་དེ་རེད་ལ་རྡོ་རྗེ་གཞོན་ནུ་ཡང་ངོ་བོ་སྟོང་བ་རང་བཞིན་གསལ་བ་ཐུགས་རྗེ་སྣ་ཚོགས་སུ་འཕྲོ་བ། དེ་བཞིན་ང་ཚོ་ཞི་ཁྲོ་འདོན་པའི་སྐབས་སུ་ངོ་བོ་རང་བཞིན་ཐུགས་རྗེ་གསུམ་ལ་སྐྱབས་སུ་མཆིའོ་བཟླས་དང་གསང་སྔགས་མི་རྟོག་གསུམ་ལ་སྐྱབས་སུ་མཆིའོ་ཟེར་ནས་སྐྱབས་འགྲོ་འདོན་པའི་སྐབས་སུ་ལ་ཏིང་འདི་འགུལ་ཡོད་རེད་བ། ངོ་བོ་རང་བཞིན་ཐུགས་རྗེ་སེ་སྐྱབས་སུ་མཆི་གི་འདུག་བ་ཨ་ངོ་བོ་རང་བཞིན་ཐུགས་རྗེ་ཏིང་འདི་རེད་ངོ་བོ་སྟོང་པ་ལ་སྐྱབས་སུ་མཆི་བ། རང་བཞིན་གསལ་བ་ལ་སྐྱབས་སུ་མཆི་བ། སྣང་བ་སྣ་ཚོགས་སྣ་ཚོགས་པའི་གི་རྟེན་ཅིང་བྲལ་བར་འབྱུང་བའི་གི་ཆོས་བསམ་གྱིས་མི་ཁྱབ་པ་དེ་ཚོ་དེ་ལ་སྐྱབས་སུ་འགྲོ་དགོས་ཀྱི་འདུག་བ་དེ་འདྲ་ཡིན་དུས་ངོ་བོ་རང་བཞིན་ཐུགས་རྗེ་གསུམ། དེ་ལ་སྐྱབས་སུ་མཆི་བས་དེ་ལས་སྐྱེས་པའི་གད་སྙམ་བདེ་དང་བཟའ་དང་མེ་ཏོག་གསུམ་ལ་སྐྱབས་སུ་མཆིའོ། དེ་སྐྱབས་སུ་མཆི་བས་གཉུག་མ་དོན་གྱི་ལྷན་ཅིག་སྐྱེས་པའི་ཡེ་ཤེས་ལ་སྐྱབས་སུ་མཆི་བ་དེ་ཡོངས་འདུ་གི་ཡོ་བ་རེད་སྐྱབས་འགྲོ་ཡང་དེ་འདྲའི་རུ་གུ་འདུ་བ། ཐུགས་རྗེ་གཙང་མ་ངང་རང་བྱུང་དོན་གྱི་ཡེ་གྲོལ་ཆེན་པོའི་ངང་དུ་ཧྲིག་གེ་བ་ཀློང་གྲོལ་ཆེན་པོའི་ངང་དུ་ཆོས་རང་གྲོལ་ཆེན་པོའི་ངང་དུ་འཕྲོ་ལེ་བ་འདི་ནི་རང་བྱུང་ཡང་དག་དོན་གྱི་རྡོ་རྗེ་གཞོན་ནུ་ཡེ་མ་ཧའི་དགའ་ལྡན་རིན་ཆེན་པོ་ཆོས་རྟག་ཏུ་དེ་ཉིད་ངང་ལ་གནས་པར་མཛོད་དེ་ལ་ཡིད་འཛིན་མེད་པའི་གཟེར་གྱིས་ཐོབ་ཚེ་འདིར་ཀུན་སངས་རྒྱ་བར་འགྲོ་བར་ངེས། བྷེ། གསུམ། གཉུག་མའི་གཉུག་མའི་གྱི་གཤིས་ཀྱི་ངང་ལ་མཉམ་པར་བཞག། རང་བྱུང་ཀ་དག་གི་ཕུར་པ་དང། བདེ་ཆེན་ཐིག་ལེའི་ཕུར་པ། མཚན་མའི་སྙིང་རྗེའི་ཕུར་པ་གསུམ་འདི་དབྱེར་མི་ཕྱེད་པ་སྟེ་ད་ལྟའི་གི་ཞེས་པ་སྐད་ཅིག་མ་འདི་རང་གི་ཐོག་ལ་ཡོད་རེད་མ་གཏོགས་ལོགས་ནས་བཙལ་ཡ་མེད་པ་རེད་དེའི་ངང་ལ་ཅུང་ཟད་མཉམ་པར་ཞོག་ནས་གནས་ལུགས་ཀྱི་ལྟ་བ་གྱི་གདེང་བསྒོམ་པའི་གི་གཟེར་གཅོད་པའི་གི་འཕྲང་དེ་རྫོང་འཕྲང་སོགས་གསུམ་གྱི་ནུས་པ་དང་ལྡན་པའི་ཐོག་ནས་བྷེ། དྲག།